རྒྱལ་སྤྱིའི་གསང་རྒྱུད་གསན་ཡང་ག་བོད་པའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང། དེ་རིང་ནི་སྤྱི་ལོ་ཉིས་སྟོང་གྱ་མི་གཉིས་རྩ་དྲུག་སྤྱི་ཟླ་ལྔ་པའི་ཚེས་ཉེར་རྩ་གཅིག་རེས་ཕུར་བུ་རིགས་གོ་མིང་བསྟན་འཛིན་རྣམ་དཔྱོད་ཡིན། དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་ཁ་ཤས་ཤིག་མཉམ་འཇུ་ཞོའི་འབེལ་ཐུ་སིམ་ལྷོད་ལྷོད་ཅེས་གསན་ཟིན་ན་རོགས་གནང། དེ་རིང་མཉམ་འཇུ་ཞོའི་གི་གསང་རྒྱུད་དང་པོ་དེ་རྒྱ་ནག་དང་འབྲེལ་བའི་གསང་རྒྱུད་ཞིག་འདུག་ད་ལྟ་རྒྱ་ནག་གི་གསར་ཁང་ནང་ལ་སྐད་གྲགས་ཤིན་ཏུ་ཆེ་བའི་ཧུའུ་པེ་ཞེས་པའི་མངའ་སྡེ་དེའི་ནང་ཡོད་པའི་ཝུའུ་ཧན་ཞེས་པ་དེའི་གྲོང་གསེབ་ཆུན་ཆུན་དེ་ན་ལ་མི་ཁྱོན་བསྡོམས་དྲུག་ཅུ་རེ་གཉིས་ལ་ཀན་སུལ་མནབས་པ་རེད། སྐྱེ་གནས་ཕོག་པ་རེད། མི་དེ་ཚོས་གྲོང་ཚོ་བསྡུར་བ་ཤིན་ཅོ་ཆུས་ལ་ཤི་འོང་འདི་ལ་གྲོང་གསེབ་འདི་ལ་སྐྱེ་གནས་ཀྱི་གྲོང་ཚོ་ཟེར་ཡང་འབུལ་དགོས་འདུག་དེ་དང་འབྲེལ་བའི་གསང་རྒྱུ་འདི་གསན་རོགས་གནང། དེ་རིང་གི་གྱོད་གཞི་འདི་གནས་ཚུལ་ལྷག་ས་དེ་ཡིན་ན་རྒྱ་ནག་གི་ཧུའུ་པེ་ཞིང་ཆེན་ཞེས་པ་འདིའི་ནང་ལོགས་ཡོད་པའི་གྲོང་གསེབ་ཆུང་ཆུང་ཞིག་རེད་འདུག་ཧུའུ་པེ་ཞེས་པ་འདི་ཡིན་ན་རྒྱ་ནག་གི་སྐྱིད་དེ་ཆ་དེ་སྐྱོར་གྱི་ཞིང་ཆེན་གྱི་རེད་ཤག་འདི་ཡིན་ན་རི་ཆེ་ཆུ་ཆེ་གནའ་བོའི་ཤུལ་བཞག་མང་པོ་ཡོད་སྐྱོར་གྱི་རྒྱ་ནག་གི་ཞིང་ཆེན་གྱི་རེད་ཤག། ཧུའུ་པེ་ཞེས་པ་འདི་ཡིན་ན་རྒྱ་ནག་གི་འགྲིམ་འགྲུལ་དང་བཟོ་ལས་ཀྱི་ལྟེ་གནས་ཁང་གྱི་རེད་ཤག་ཀྲུང་གོ་ཙུའི་ཀྲུང་ཡའོ་ཏི་ཅའོ་ཏུང་ཧོ་ཀུང་ཡེ་ཀྲུང་ཞིན་ཞིག་ཏུ་ཅའོ་ཏུང་ལ་ནི་འགྲིམ་འགྲུལ་ཆེ་ཀུང་ཡེ་ཀྲུང་ཞིན་ལ་ནི་བཟོ་ལས་དང་འབྲེལ་བའི་གལ་གནད་ཆེ་བའི་ས་ཆ་ཅིག་ཆགས་བསྡད་ཤག། ས་ཆ་འདི་ལ་རྒྱ་ནག་ནང་ལོགས་ལ་ཆན་ཧུའུ་ཀྲི་ཞིན་ཞེས་འོ་རེད་ས་མཚོ་སྟོང་ཕྲག་མང་པོ་ཡོད་པའི་མངའ་སྡེ་ལ་མྱུར་བུད་ཚུལ་འདུག་ཁ་ཆེམས་ལབ་ཡིན་ན་ས་ཆ་འདི་ལ་ཡིན་ན་མཚོ་མང་པོ་བཞག་ཡོད་རེད། ཁོ་ཚོའི་གི་མི་འབོར་འདི་ཡིན་ན་ཁྲི་ལྔ་སྟོང་བརྒྱད་བརྒྱ་ཞིག་འདུག། ནས་ཝུ་ཧན་ཞེས་པ་ཞིག་འདུག་འོང་འདི་ཡིན་ན་རྒྱ་ནག་གི་གྲོང་ཁྱེར་ཆེ་ཤོས་གཅིག་ཀྱང་ཆགས་ཏེ་བཞག་ད་ལྟ་གནས་ཚུལ་ལྷ་སའི་གི་ས་ཆ་འདི་ཡིན་ན་ཝུ་ཧན་གི་ཁྲི་དེ་ཡོད་པའི་ཤིང་ཀྲོའུ་ལའི་ཞིག་འདུག་ཤིང་ཀྲོའུ་ལའི་དེ་གྲོང་གསེབ་ཆུང་ཆུང་ཞིག་རེད་ཤག་རེད་པ་ཝུ་ཧན་ནང་ལོགས་ཡོད་པ། ཝུའུ་ཧན་ན་ལོ་ཡོད་པའི་གྲོང་གསེབ་ཆུན་ཅུའི་ཤིང་ཀྲོའུ་ཞེས་པ་འདི། གྲོང་གསེབ་ཧང་སང་ཡང་ཆུན་ཅུའི་རྗེས་ཤ་མིན་པོ་ལྔ་བརྒྱ་བརྒྱད་ཅུ་བརྒྱད་ལྔ་མ་ཞོལ་མ་རེད། གྲོང་གསེབ་མི་ལྔ་བརྒྱ་བརྒྱད་ཅུ་བརྒྱད་ལྔ་ལ་མེ་སྒྱོགས་ཀྱི་གྲོང་གསེབ་ཆུན་ཅུའི་འདི་ལ་སྐྲན་ནད་ཀྱི་ནད་སྐྲན་ནད་ཀྱི་གྲོང་ཚོ་ལ་ནི་སྟག་ཝལ་གྱི་རྒྱུ་མཚན་གར་གཏོར་ལབ་པས་ན་གྲོང་གསེབ་ཆུན་ཅུའི་མི་ལྔ་བརྒྱ་བརྒྱད་ཅུ་བརྒྱད་ལྔ་ཡོད་སྐྱོ་འདིའི་ནང་ལོགས་ལ་མི་དྲུག་ཅུ་རེ་གཉིས་ད་ལྟ་བར་དུ་སྐྲན་ནད་ཕོག་པ་དང་ཁྲག་དཀར་པོའི་ན་ཚ་ལས་བྱུང་བ་རྒྱ་སྐད་ནང་ལ་བ་ཡི་ཤོད་པིང་ཟེར་དུ་འོང་དེ་འདྲས་ན་བ་རེད། དེ་ནས་ན་སྐྱོགས་དེ་ཚོ་ཡིན་ན་མང་ཆེ་བ་ལོ་ལྔ་བཅུ་བ་གི་ཕོ་ས་མོ་ས་དེ་འདྲས་རེད་ཤག་འོ་ཤོ་སོས་ཡི་ཤ་དང་ཆིང་ཀྲོག་ངན་ཟེར་དུ་ལོ་ལྔ་བཅུ་བ་གི་གཞོན་ནུ་དེ་ཚོ་ན་བསྡད་ཤག། སྲས་ཀྱི་མི་དེ་ཚོ་ལ་གསར་འགོད་པས་བཅར་འདྲི་ཞུ་འདུག་བཅར་འདྲི་ཞུ་དུས་ཚན་པས་ག་རེ་བཤད་འདུག་ལབ་ཡིན་ན་དེའི་ནང་ལོག་ཡོད་པའི་ནང་མི་ཞིག་འདུག་དེས་ཁོ་རང་གི་བཟའ་ཟླ་དེ་ཡིན་ན་གཉིས་མ་གཉིས་མ་ཨ་ནི་ཐང་པོ་བཞི་བཅུ་ཡོད་རེད་ཧོབ་ཏ་ག་ཡིན་ན་ན་ཚ་བཞི་བཅུ་ན་བཅས་ཡིན་ན་ཨ་ནི་སྨན་སྒར་བརྟག་དཔྱད་བྱ་བར་འགྲོ་དུས་ཚན་པས་སྐྱེ་གནས་དང་ཁྲག་དཀར་པོའི་ན་ཚ་རེད་བཤད་ཟིག་ཡིན་ཟེར་བ། དེ་ནས་ཁོ་ཚོས་གི་བརྟག་དཔྱད་བྱེད་ཁར་སྨན་སྒར་བཞི་འབར་ལ་བརྟག་དཔྱད་བྱེད་ཁར་འགྲོ་དུས་ཚན་པས་ཡིན་ན་ན་ཚ་དེ་རང་འཇགས་འདུག་ཨ་ནི། ག་ལི་ག་ལི་མོ་ཁོ་རང་གི་བཟའ་ཟླ་དེ་ནས་གྲོངས་སོང་ཟེར་བ་དེ་ཅི་ནས་ནང་མི་དེ་ཡིན་ན་ཨོ། བུ་ལ། མནའ་མ་ཅི་ལེན་པོ་རེད་ས་མནའ་མ་དེ་ཡིན་ནའི་ལས་དེ་འདྲས་ཀྱི་ན་ཚ་དེ་གཅིག་པ་གཅིག་ཀྱང་ན་བྱས་རེད་བ་གྲོངས་སོང་ཨན་དེ་ཅི་ནས་ཡང་མནའ་མ་དེ་མ་གྲོངས་གོང་ལ་སྤུ་གུ་བུ་གཅིག་སྐྱེས་པོ་རེད་ས་བུ་དེ་ཡིན་ནའི་ལས་ནི་ག་ལི་ག་ལི་ན་བྱས་མགོ་ན་ཡི་ཞི་མེ་རྒྱ་ཡི་ལ་ནི་གཟུགས་པོ་སྐྱོ་བོ་ཆགས་བྱས་རེད་བ་སྨན་ཁང་འགྲོ་དུས་ཙམ་པ་ཡིན་ན་ཨན་སྐྲན་ནད་དང་ཁྲ་དཀར་པོའི་ན་ཚ་འདུག་གཟིགས། འདི་ན་ཞིག་གི་གྲོང་གསེབ་ཀྱི་ཁྱིམ་ཚང་དེ་གཅིག་པོ་མར་ཤ་ཁྱིམ་ཚང་གཞན་པ་ལ་ཡིན་ན་རྒྱ་མི་མང་པོ་གཅིག་ཡིན་ནའི་ལས་སྒོ་ན་ཡོད། ད་ལམ་མ་ཐོས་གཟུགས་པོར་ཤུགས་མེད་རྒྱུ་བྱས་འབྱོར་བ་ནི་སྨན་ཁང་འགྲོ་དུས་ཙམ་པ་ཡིན། ཨ་ཚང་མ་ལོ་ལ་རྟགས་མཚན་གཅིག་པོ་འདུག་ཟེར་བ། ད་གྲོང་མི་ཡུལ་མི་དེ་ཚོ་ཡིན་ན། ཁོང་ཚོའི་གི་ཁ་ལག་ཟ་ཡ་དང་འཚོ་བ་སྐྱེལ་སྟངས་དེ་ཡིན་ན། དམིགས་བསལ་གལ་ཡོད་མ་རེད་ས་སོ་སོའི་སྟབས་ཀྱོ་དེ་སོ་སོས་ཟས་དེར་བ། ད་ཁོང་ཚོའི་དོགས་པའི་ནང་ཡིན་ན་ཆུ་འདི་མེད་འགྲོ་བསམ་བསྡད་འདུག་ཨ། ཆུ་འདི་མེད་འགྲོ་བསམ་དེ་དུས་བརྩམས་པས་ཡིན་ན་ཁོ་ཚོའི་གི་གཞུང་ལ་ཁ་པར་བཏང་བ་རེད་ས་ད་ལྟ་ཁྱིམ་ཚང་གཅིག་ལ་ནང་མི་གསུམ་གྲོང་འགྱོག་གི་དཔའ་བོ་འབྱོར་བ་འོ་འདི་གཞུང་ལ་ཁ་པར་བཏང་བྱེད་དུས་བརྟག་དཔྱད་བྱེད་རོགས་བྱེད་ལར་ས་ར་བ་བརྟག་དཔྱད་བྱེད་རོགས་བྱེད་ལ་དུས་བརྩམས་པས་ཡིན་ན་ཨང་ཁོ་ཚོའི་གཞུང་གི་ར་བ་ཆུ་ལ་ཁད་ཁུག་ཅིག་དཀའ་ངལ་མི་འདུག་ལ་དེ་ཤ་འོང་དུ་བྱས་ཡིན་ན་དུས་ཡུན་རིང་པོ་ཅིག་འགྲོ་དེ་དུས་བརྩམས་པས་ཡིན་ན་ཨང་གྲོང་གསེབ་དེ་ནང་ལ་གྲོགས་ངན་མི་མང་མང་མང་འགྲོ་གི་རེད་ས། གྲོང་གསེབ་དེ་ལ་ཆང་ཤོག་ཕའོ་ཧ་བྷ་བྷ་ཅན་ཆན་ལེ་ཤུ་དུར་བ་བཟོ་གྲྭ་འདི་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་ཕྲུག་ནས་ཡོད་རེད་གསར་དར་ཨ་ཉིས་སྟོང་གཅིག་ལོ་ལ་དངོས་སུ་དེབ་སྐྱེལ་བྱས་ཡོད་རེད་བ Register ཟེར་བ་བྲུག་ཚགས་ཟེར་བ་རྒྱ་སྐད་ནང་འོང་འདི་འདྲ་བྱས་པ་རེད་གསར་བཟོ་གྲྭ་འདི་ཡིན་ན་ད་ལྟ་གྲོང་གསེབ་ཆུ་འཇུ་ཞོར་བ་འོང་འདི་གང་བསྡད་ཡོད་རེད་གསར་དར་བཟོ་གྲྭ་འདི་གི་བཅའ་ལག་བཟོས་འདི་ཡིན་ན་ད་ལྟ། ཅན་ཅུའུ་ཐའེ་ཧི་ཆི་ལི་སོགས་ཁང་པའི་འདྲེ་རྒྱབ་དུས་རྩམ་པའི་བྱ་ཡ་ཞིག་མི་འདུག་བས་ཇེར་རྩིས་ཞིག་འོང་དུས་ཟུག་གོ་རེད་ས་ནས་ཞི་ཅེ་ཆི་ལི་ད་ནང་ང་ཚོ་དུག་ལོག་དང་ཆུ་དུས་རྩམ་པའི་ཅིག་ཡིད་རྩིས་ཞུས་པ་འོང་དེ་འདྲས་ཟུག་གོ་རེད་ས་ནས་ཀྲི་ཞང་ཀྲི་ཙའོ་ཤོ་གམ་ཡོད་པ་འོང་དེ་འདྲས་ཟུག་གོ་རེད་ས་ནས་ཧྥང་ཧོ་ཚའེ་ལའོ་མེ་མ་ཤོ་ཡའི་ཆེད་དུ་འདྲེ་ལྕེ་ལ་འདི་ཡོད་རེད་པ་འོ་འདི་འདྲའི་བཟོ་དགོས་རེད། འདི་འདྲའི་བཟོ་དེ་ཉིད་ཀྱི་བཟོ་གྲྭ་བྱོས་རེད། བཟོ་གྲྭ་དེ་ཡིན་ན་ལྕེ་ལ་དེ་ཚོ་བཟོས་པའི་སྐབས་སུ་གི་དུག་སྦྱོར་མ་རེད་པས་རྫས་རྒྱུ་ཅིག་ཆུ་སྦྱོར་བ་ཆུ་དེ་ཡིན་ན་ཁབ་དུག་ཧོ་རུ་མ་གློད་ཞག་དུས་ཙམ་པ་ཡིན་ན་གྲོང་ཚོ་མི་ལྔ་བརྒྱ་བརྒྱད་ཅུ་བརྒྱད་ལྔ་ཡོད་ཀྱོག་གི་ཞིང་ཁ་དང་ཁོ་ཚོའི་གི་ཡོ་བུ་དང་དེ་ཚོའི་ནང་གློད་ཞིག་ཧོ་ཟེར་བ་ཁབ་དུག་ཧོ་རུ། མི་མང་དེ་ཚོའི་གཞུང་ལ་ལ་ལྟོས་ལ་ན་གཞུང་གི་ཡ་ཆེ་བོ་མ་རེད། ཨོ་མི་མ་དེ་ཚོ་གན་རྒྱ་ཧ་གོ་དོ་ལབ་ཡིན་ན། བཟོ་གྲ་དེ་ནས་མར་གློད་པའི་ཆུ་ནག་པོ་རྒྱ་མུ་བཟོ་ཞིག་འདུག་ཟེར་བ་འོང་དེ་ཚོ་ཡིན་ན། ཆུ་གློད་གསེར་གྱི་ཁྲི་ལ་ཞིང་ཁའི་ཁྲི་ལ་ཤུ་དུས་ཙམ་པའི་ཡིན་ན། ཨ་ནི་ཞིང་ཁའི་གི་སྐྱེ་ཤ་སྐྱོག་གི། རྩི་ཤིང་དང་མེ་ཏོག་དང་རྩྭ་དང་ཡོར་བ་དེ་ཚོ་ཚང་མ་ཤི་འགྲོ་གི་ས། དེ་ནས་བུ་དང་ཉལ་ད་ལྟ་གང་བྱས་ཡོད་ནས་ལས་ཆུའི་ནང་ལ་གང་ལྟར་གནས་ཐུབ་མི་འདུག་ད་མི་དམངས་དེ་ཚོས་དོགས་པ་ཟ་འདུག་བ་ད་ཕལ་ཆེར་ན་ཚ་ཚབ་ཆེན་ན་ཡ་དེ་ཡིན་ན་བཟོ་གྲ་འདི་ནས་གློད་པའི་ཆུ་དེ་ཡིན་ས་རེད་བསམ་བྱས་ཡིན་ན་ཁོ་ཚོས་གཞུང་ལ་ཁ་པར་མང་པོ་བཏང་བ་རེད་ས་ཡིན་ནས་ལས་གཞུང་སྐད་ཡིན་ན་གལ་མི་འདུག་ཟེར་ལབ་འདུག་བ་ད་ལབ་ཡས་དེ་རྒྱུ་མཚན་གར་དུ་ལབ་ཡིན་ན་བཟོ་གྲ་དེ་སྦྱིན་བདག་ཡོད་རེད་བ་སྦྱིན་བདག་ག་ཡིན་ན་གཞུང་གིས་བརྟག་དཔྱད་བྱེད་ཉན་གི་མི་དེ་ཚོ་ལ་དང་པོ་ནས་སྐད་ཆ་བཤད་དངུལ་སྤྲད་བྱས་ཡིན་ན། ཨ་ནི་སྐྱོན་མི་འདུག་ལབ། འོང་འདུག་ལབ་རེད། ད་དེས་ན་སྤྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་བརྒྱད་དྲུག་ནས་ཕྱི་ཉིན་མ་ནས་བྱུང་འདས་མགྱོགས་ཀྱི་དཀའ་ངལ་ཞིག་རེད་འདུག་ད་ད་ལྟ་གསང་རྒྱུ་ན་རྒྱ་ནག་གི་གསང་རྒྱུ་ན་གར་ཆས་ནི་ཨ་ནི་སྐད་གྲགས་ཆེན་པོ་ཆགས་འདུག། བཟོ་གྲྭ་དེས་ན་ཉིན་མ་ཉིས་སྟོང་གྱ་མི་ཉི་ཤུ་རྩ་གཉིས་ལ་ཨ་ནི་ཁོར་ཡུག་ལ་གཏོར་སྐྱོན་བཏང་གི་འདུག་བྱས་རྗེས་རྒྱ་ནག་གཞུང་གིས་ཁྲི་ཉི་ཤུ་གྱི་བག་ཧོན་ཟེར་བ་ཉེས་པ་ཞིག་བཏང་བ་རེད། ཁོང་ཚོ་ལ་ཡིན་ན་གྱོད་གཞི་འདི་ཡོད་རེད་ས་དང་ཁོར་ཡུག་གཏོར་སྐྱོན་བཏང་གི་འདུག་ལ་ཡང་གྱོད་གཞི་བརྗོད་རེད། ཏི་པི་ཀིའི་གྲོང་གསེབ་ན་ཡོད་པའི་མི་དེ་ཚོས་ཡིན་ན་སྙན་ཞུ་བརྒྱབ་པས་ད་ཨ་ནི་ཁོ་ཚོའི་གི་འཚོ་བ་དེ་ལ་དཀའ་ངལ་ཞིག་འདུག་ཞེས་པ་མི་མང་པོ་ཀན་སུའུ་ནག་ཏུ་བྱས་རྗེས་ལབ་བསྡད་རེད་ས་ད་ད་ལྟའི་ཆ་ནས་སྐད་གྲགས་ཆེན་པོ་ཆགས་དགོས་ཡ་དེ་ཡིན་ན་མའེ་ཐི་པའོ་ཀང་ཟེར་འདུག་པའོ་ཀང་ལ་ན་གསར་འགོད་པ་དང་སྤྱི་ཚོགས་དྲ་ལམ་ནང་ཡིན་ན་ཨ་ནི་གནས་ཚུལ་དེ་ཁྱབ་ཆེན་པོ་ཞིབ་ཅིག་ཆགས་འདུག་ཆགས་དུས་ཙམ་པས་ཡིན་ན་གཞི་ནས་ཆེ་ཝུ་ཧན་གི་ཁོ་ཚོའི་གི་གཞུང་ཡོར་བ་གཞུང་སྐད་ཡིན་ན་འདི་ག་ལ་ལག་པ་འཆང་ཡང་འགོ་བཙུགས་ཤགས། རྒྱ་ནག་གཞུང་གིས་དངོས་སུ་ལག་པ་འཆང་ཡ་དེ་ཡིན་ན་ཀྲུའུ་ཡའོ་ཡའོ་ཇི་གི་ཡོན་ཡིན་ས་རྒྱུ་མཚན་ཁ་ཤས་ཞོ་རེད་ས་དང་པོ་དེ་མེའི་ཏི་མེའི་ཏི་པའོ་ཀང་ཆོན་གོ་ཀོན་ཅུ་ས་སྤྱི་ཚོགས་དྲ་ལམ་དང་གསར་འགོ་གསར་ཁང་དེ་ཚོས་ཡིན་ན་གནས་ཚུལ་དེ་ཕྱི་ལ་སྟོན་བྱས་ཡིན་ན་རྒྱལ་ཁབ་རྒྱ་ནག་རྒྱལ་ཡོངས་ཀྱི་ཡིན་ན་དོ་སྣང་བྱེད་སའི་གི་གནས་ཚུལ་ཅིག་ཆགས་པ་རེད་ཟེར་བ། ཡོའུ་ཅུས་ཧྲི་ཏཱ་ཞང་ཤིང་ཝུན་འདི་ནི་རྒྱ་ནག་ནཱ་ལོར་ཡོད་པའི་ཏཱ་ཞང་ཤིང་ཝུན། ཏཱ་ཞང་གླང་ཆེན་ཆེན་པོའི་གི་ནི་ས་ཁང་ལས་གཏོར་བ་འོང་འདི་ཡིན་ན་ས་ཆ་དངོས་ལ་ཕྱིན་བྱས་ཡིན་ན་གྲོང་གསེབ་མི་བརྒྱད་ལྔ་བརྒྱ་བརྒྱད་ཅུ་བརྒྱད་ལྔ་དེ་ཚོ་དང་ཀན་སུའུ་དང་ཁྲ་དཀར་པོའི་ན་ཚ་ནག་སྐྱོར་དྲུག་ཅུ་རེ་གཉིས་ཡོད་པ་ཁོ་ཚོ་ལ་ཡིན་ན་བཅར་འདྲི་ཞུ་ཡས་དང་ཨ་ནི་ཡུལ་མི་ལ་དངོས་སུ་བཅར་འདྲི་ཞུ་འདི་བྱས་འདུག་བ་ས་གནས་དངོས་ལ་ཕྱིན་འོང་འདི་སྐད་གྲགས་ཆེན་པོ་ཞུ་ཆགས་བྱས་ཡིན་ན་རྒྱ་ནག་རྒྱལ་ཡོངས་ཀྱི་མིས་དོ་སྣང་བྱེད་ས་གཅིག་ཆགས་ཤཱས་ར་བ། གཉིས་པ་དེ་ནི་ཨའི་ཀྲང་ཚུན་བྷ་དེ་ཧྥེ་ཧྲང་མིང་གང་ས། སྐྲན་ནད་ཕོག་པའི་གྲོང་ཚོ་ཟི་དུས་རྩམ་པ་ཡིན་ན་ཚོར་སྣང་སྐྱེན་པོ་ཆེ་ཧྥེ་ཧྲང་མིང་གང Sensitive ཟིན་དགོས་འོང་དེ་འདྲས་ད་རྒྱལ་ཡོངས་དོ་སྣང་བྱེད་ས་ཆགས་བསྡད་འདུག་ཨ་དེ་འདྲས་སྙེ་མ་ཡིན་ན་ལས་བཟོ་གྲ་མང་པོ་བྱས་ནས་ཆུ་ཚོར་པོ་རྫས་ལུད་ཡོད་རྒྱུ་ཨ་རྫས་རྒྱུ་མང་པོ་ཡོད་རྒྱུ་དེ་འདྲས་བློས་བྱས་ར་བ་ཨ་ཆུ་ས་བ་ལ་ཕྱིན་རྗེས་མི་བཏུང་རྗེས་མི་ལ་སྐྲན་ནད་ཕོག་རྒྱུ་གནས་ཚུལ་འདྲས་བྱུང་ཡོད་རེད་ས་འོང་དེ་རྐྱེན་ཆེན་ཡིན་ན་རྒྱ་ནག་རྒྱལ་ཡོངས་ཀྱི་མི་ཚང་མས་འདི་གར་དོ་སྣང་ཆེན་པོ་བྱེད་པ་རེད། གསུམ་པ་དེ་ནི་ཧྲི་ཅིན་ཧུའན་པའོ་པུའུ་མིན་ཧྲི་ཧྥུ་ཧྲི་ཀྲི་སི་ནི་ཁོར་ཡུག་སྲུང་སྐྱོབ་བྱེད་མཁན་གྱི་ཚན་པ་འཇོག་མར་བའི་རྒྱ་ནག་གཞུང་གིས་བོན་བདེན་འཚོལ་གྱི་ལས་ཀ་འདི་ལས་ཀ་ཏག་ཏག་མ་བྱས་འབྱོར་བ་བོན་དུ་ཚུད་མགོ་རེད། ཁོས་ཀྱིས་ད་ལྟ་སྟག་ཤང་ཤིང་བོན་ལས་གསར་ཁང་དེའི་གནས་ཚུལ་སྤེལ་བ་ལྟར་ན། གཞུང་གིས་ཁོར་ཡུག་སྲུང་སྐྱོབ་བྱེད་མཁན་གྱི་ལས་བྱེད་པ་དེ་ཚོའི་ལས་ཀ་ཏག་ཏག་མ་བྱས་པ་དང་དེ་ནང་བཞིན་གྱི། བཟོ་གྲྭ་འདིར་བ་ཁོ་ཡུག་སྲུང་སྐྱོབ་བྱས་ཀྱི་ཁོ་ཚོས་ལག་འགྱེལ་བྱོས་ཟེར་བ་མོ་འདི་ཡང་ལག་འགྱེལ་དེ་ཏག་ཏག་སྟོན་ཡ་མི་འདུག་བསམ། ད་ཉེ་ཆར་རྒྱ་ནག་ནང་ལོགས་ལ་གསར་ཁང་དང་སྤྱི་ཚོགས་དྲ་ལམ་དེ་ཚོས་གནས་ཚུལ་དུ་མ་སྟོན་ཚར་བའི་རྗེས་སུ་ཡིན་ན་རྒྱ་ནག་གི་གཞུང་ཝུ་ཧན་ཡོད་རུ་བ་འོང་དེ་གཞུང་སྒེར་ཡིན་ན་ཨ་ནི་བརྟག་དཔྱད་བྱས་དེ་འགོ་བཙུགས་པ་རེད་བསམ། བརྟག་དཔྱད་བྱས་རྗེས་ཡིན་ན་མི་དམངས་རེ་རེ་རེ་རེའི་ནང་ལ་ཕྱིན་རྗེས་ཁོ་ཚོས་མི་དེ་ཚོ་བཏང་རྗེས་རེད་པ། མི་དམངས་དེ་ཚོའི་བདེ་ཐང་ལ་ག་འདྲའི་ཡོད་མེད་དང་དེ་ནས་ཁོ་ཚོའི་གི་ཏུང་ཡན་གི་ཆུ་ས་འོག་གི་ཆུ་སྦྱོར་བ། ཨེ་ཤ་ཧྲུའེ་ཡུའུ་ཧྲེང་ཐར་དབྱིན་དྷི་ས་ཁོ་ཚོའི་གི་ཆུ་གི་ས་འོག་གི་ཆུ་སྦྱོར་བ་མོ་འདི་གཙང་མ་དང་ཏུང་ཡན་ཡོད་མ་ཡོད་དེ་ནང་དུག་ཡོད་མ་ཡོད་བརྟག་དཔྱད་བྱས་པ་རེད་ས། ཀྲུང་ཧྲང་ཀུའན་ཐིང་ཆིང་ཁོང་དང། ཨ་ནི་ཁོ་ཚོས་ཡིན་ན་ད་ལྟའི་གི་བཟོ་གྲྭ་ཞིག་འདུག་ག་འོ་འདི་གོ་རྒྱུ། སྒོ་བརྒྱབ་བཅུག་པ་རེད། ཝུ་ཧན་ན་ཡོད་པའི་གྲོང་གསེབ་ཆུང་ཆུང་དུ་རྒྱུན་རིང་པོ་གཅིག་དཀའ་ངལ་ཞིབ་ཕྱི་འཕྲད་པ་རེད་ཟེར། རྒྱ་ནག་ནང་ལོ་ད་ལྟའི་ཆ་ནས་ཚ་ཚ་འུར་འུར་གྱི་གསར་འགྱུར་དེ་རེད་ཤག་ཞུས་ཨེ་ཡོང་དེ་འདྲ་རྒྱ་ནག་དང་བྲལ་བའི་གསར་འགྱུར་ཞིག་འདུག། དེ་རིང་མཉམ་འབྱོར་ཞོལ་གྱི་གསར་འགྱུར་ཞིབ་འབར་དེ་སྲིད་འཛིན་ཁྲོམ་གྱི་ཡིན་ན་ཐའེ་ཝན་གྱི་དཔོན་པོ་ཐོ་ཆུས་ལའེ་ཆིང་ཏེ་དང་སྐད་ཆ་ཞིག་བཤད་ཡིན་སྐད་ཆ་བཤད་དེ་ཡིན་ན་ཨ་རིག་གིས་ཐའེ་ཝན་ལ་གོ་མཚོན་གྱིས་བཙོང་སྐོར་གསར་པ་འོང་དེ་ག་སྐད་ཆ་བཤད་ཡིན་ལ་དེ་ཤག་ཡིན་ནའི་ལས། ཨ་རིག་གི་སྲིད་འཛིན་གཅིག་གིས་ཐའེ་ཝན་གྱི་རྟ་སྤོམ་པོ་མཐོ་ཤོས་སྲིད་འཛིན་ཟེར་བ་འདི་མཉམ་དུ་སྐད་བཤད་དེ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་དགུ་ནས་བྱས། གལ་སྲིད་དེ་རིང་སྲིད་འཛིན་ཁྲོམ་རྒྱལ་ཐའེ་ཝན་གྱི་ལའི་ཆིང་ཏོའུ་ལ་སྐད་བཤད་པས་ན་འདི་ཐེངས་དང་པོ་ཆགས་སྒོ་རེད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་བདུན་དགུ་ནས་བྱས་ཨ་རིའི་གཞུང་གིས་ཡིན་ན་ཐའེ་ཝན་འདི The People's Republic of China ལ་ནི་ངོས་འཛིན་བྱས་པ་རེད་ཟེར་བ་འོང་དེ་རྐྱེན་བྱས་ཡིན་ན་ཨ་ནི། ཨ་རིའི་གི་སྲིད་འཛིན་འདི་འདྲས་དང་ཐའེ་ཝན་གི་སྲིད་འཛིན་བར་ལ་ཐད་ཀར་གདོང་དང་གདོང་ཐུག་བྱས་ཡིན་ན་སྐད་ཆ་བཤད་པ་ཁྱོན་ནས་རང་བྱུང་ཡོང་མ་རེད། གལ་སྲིད་སྲིད་འཛིན་ཁྲོམ་གྱིས་དེ་རིང་ལའེ་ཆིང་ཏོ་དང་སྐད་ཆ་བཤད་པ་ཡིན་ན་འདི་ཐེངས་དང་པོ་ཆགས་དགོས་རེད། ད་སྲིད་འཛིན་ཁྲོམ་གྱིས་སྐད་ཆ་བཤད་ཡིན་ལའེ་གི་རྒྱུ་མཚན་གར་འདུག་ཞུས་པ་ཡིན་ན། ཐའེ་ཝན་དེ་ཡིན་ན། ཨ་རིའི་རྩ་ནས་གོ་མཚོན་ཉོ་ཉེན་གྱི་འཛད་སྤྱོད་པ་ཆེན་པོ་གཅིག་ཆགས་བསྡད་ཡོད་རེད། བྱས་ཙང་སྲིད་འཛིན་ཁྲོམ་གྱིས་ཁོ་རང་གི X སྒར་དང་སྤྱི་ཚོགས་དྲ་ལམ་ནང་གར་སོང་འདུག་ལ་བི་ན་ཟ་ཁང་ཁག་ལ I will speak to him ཟེར I speak to everybody ང་བླ་ཆེན་དག་དང་སྐད་ཆ་བཤད་ཡིན་ཟེར་ང་མི་ཚང་མ་མཉམ་དུ་སྐད་བཤད་ཡོད་ལ་དེ་ཤར་བ། བྱས་ཙང་སྐད་བཤད་ཀྱི་རྒྱུ་མཚན་གཙོ་བོ་དེ་ཡིན་ན་ཨ་རིག་གིས་ཐའེ་ཝན་ལ་བཙོན་ཡས་ཀྱིས་གོ་མཚོན། བི་ལིན། ཨ་རིའི་འགྲོ་ལུགས་བི་ལིན་བཅུ་བཞི་ཟེར་བ་འོང་འདི་ག་ཅིག་བཙོང་ཡས་འདིའི་སྒང་ལ་སྐད་ཆ་བཤད་ཡས་རེད། དེ་ནས་ཐའི་ཝན་གྱི་ཡིན་ནས་ལས་ཨ་རི་གི་ད་སྐད་ཆ་བཤད་སྐྱོ་སྦྱོར་བ་འོང་འདི་ལ་ག་ར་བཤད་དུ་ལབ་ཡིན་ན། བླའི་ཆིང་འདི་གས་ཨ་ནི་སྲིད་འཛིན་ཁྲོམ་མཉམ་དུ་སྐད་ཆ་བཤད་འདི་ག་དུས་ཡིན་ནས་བཤད་ཆོག་ཆོག་ཡིན་ཤེས་གི་ཡིན་ལ་དེ་ཤར་བ་ཐའི་ཝན་གྱི་ངོས་ནས་ཡིན་ན་ཐའི་ཝན་སའི། བྱས་ཙང་ཐའེ་ཝན་ཡིན་ནའི་ལས་ཐའེ་ཝན་ཁོ་རང་ཚོ་ལ་ཞི་བདེ་དང་གཏན་འཇགས་ཅིག་དགོས་འདུག་བ་འོང་དེ་ཡིན་ན་ནི་ཟིན་ཟིན་ཁྲོམ་མཉམ་དུ་སྐད་ཆ་བཤད་གི་ཡིན་ལ་དེ་ཤ། ཝན་སྐད་ཡིན་ན་ཁོ་རང་ཚོ་ལ་ཞི་བདེ་ལྷིང་འཇགས་ཅིག་དགོས་ལས་དེ་ཡིན་ན་དང་པོ་དེ་རེད་ཤ། རྒྱ་ནག་དང་ཐའེ་ཝན་བར་རུ་དམག་གི་དེ་འདྲས་མ་ཡོང་ཡས་ཅིག་བྱས་བ་ཞི་བདེ་དགོས་ཡོད་གཉིས་པ་དེ་ཡིན་ན་ཤེས་དབང་ཀྲུང་གོ་ཏག་ལུགས་ཡུལ་ཐའེ་ཝན་བའོ་ཆི་ཝུན་ཏིང་ཀོན་ཞེས་ས་རྒྱ་ནག་དང་ནི་ཐའེ་ཝན་རུ་བ་ཏག་ལུགས་ལ་ནི་རྒྱ་ནག་རུ་ཁུག་དོ་རྒྱ་ནག་དང་ཐའེ་ཝན་པར་བུ་ལ་ཡིན་ན་ནི་འབྲེལ་ལམ་ཡག་པོ་ཅིག་བྱ་ཡ་ཅི་ཡོད་པ་འོན་ཆེ་ཤི་ཝང་གོ་ཅི་མའོ་ཡིས་ས་ཚོང་རྒྱབ་ཡ་འབྱོར་བ་ཐའེ་ཝན་དང་རྒྱ་ནག་བར་བུ་ཚོང་རྒྱབ་ཡ་འོང་འདི་གི་རེ་བ་ཡོད་ས་ཅིང་ཅི་ཅི་ཤུས་ཀྲང་ཁྲང་ཡུན་ཤིང་ས་ཚོང་རྒྱབ་ཡ་འབྱོར་མར་བས་འོང་འདི་ནམ་རྒྱུན་ནང་བཞིན་ཕག་ཚོ་ཚོང་རྒྱབ་ཐུ་ཡ་འབྱོར་བ་འོང་འདི་འབད་བརྩོན་བྱེད་ཀྱི་ཡོད་ལ་དེ་ཤ་ཐའེ་ཝན་གྱི། དེ་འདྲའི་ཐའེ་ཝན་དང་ཨ་རི་བར་གྱི་གསང་རྒྱུ་གསར་བ་ཞིག་འདུག་ཞུ་ཡ་ཡིན། དེ་རིང་མཉམ་སྤྱོད་ཞུ་ཡུལ་གྱི་གསར་འགྱུར་ཞིབ་འབག་དེ་ཐའེ་ཝན་དང་འབྲེལ་བའི་གསར་འགྱུར་གསར་པ་ཞིག་འདུག་ཐའེ་ཝན་གྱི་བུད་མེད་རྩོམ་པ་པོ་ཞིག་ལ་རྒྱལ་སྤྱིའི་གི་རྩོམ་རིག་གི་གཟེངས་རྟགས་དེ་རག་བཞག་དེ་དང་འབྲེལ་བའི་གསར་འགྱུར་དེ་གསན་བའི་ནང། ཐའེ་ཝན་གྱི་རྩོམ་པ་པོ་དེའི་མཚན་ལ་ཡང་ཧྲང་ཙི་ཞིག་མོ་རང་ལ་ཡིན་ན་རྒྱལ་སྤྱིའི་གི་རྩོམ་རིག་གི་གཟེངས་རྟགས་དེ་ཐོབ་བཞག་ཐོབ་ཚར་བའི་རྗེས་སུ་ཡིན་ན་མོ་རང་གི་གཏམ་བཤད་བྱེད་དོ་གཏམ་བཤད་བྱེད་རྒྱུ་དེ་ཡིན་ན་རྒྱལ་སྤྱིའི་སྒང་ལ་སྐད་གྲགས་ཆེན་པོ་ཞུ་འཆར་དེ་བཞག་མོ་རང་གི་དེབ་ཀྱི་རྩོམ་བྱ་དེའི་མིང་ལ་གར་ཚིག་ཏུ་བསླབས་པའི Taiwan Travelogue རྒྱ་སྐད་ནང་ལ་ཐའེ་ཝན་མན་ཡོའུ་ལུས་ལ་འཁྲིད་ཞར་བ་འོང་དེ་ཡིན་ན། ཞའོ་ཞོ་ཟེར་བ་བརྩམས་སྒྲུང་རྒྱ་སྤྱི་རེ་ཞྭ་སྒྲུང། དེའི་ནང་ལོགས་ཀྱི་སྒྲུང་འདི་གར་དུ་ལ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་སུམ་ཅུའི་ནང་ལོར་ཇཱ་པན་གྱིས་ཐའེ་ཝན་འདི་བཙན་འཛུལ་བྱས་པའི་དུས་ཚོད་སྦྱོར་བ་འོང་དེ་གི་ད་སྒྲུང་སྦྱོར་བ་འོང་དེ་འཁྲིད་ཞར་བ། འདི་ན་ལོ་ལ་ཡིན་ན་ཡི་ཝེ་ལའི་ཙི་རི་བན་དུ་ཉུལ་ཙོ་ཅཱ་དང་ཐའེ་ཝན་ལུས་ཤིང་ས་ནི་ཉི་ཧོང་གི་རྩོམ་པ་པོ་གཅིག་ཐའེ་ཝན་ལ་སླེབས་རེས་འགྲུལ་བཞུད་བྱེད་བར་བ་ཡི་ཝེ་ཐའེ་ཝན་དུ་ཉུལ་ཞིང་ཏན་རིན་ཐ་དང་ཧྥན་ཡི་ཧི་བྷེ་དུང་ས་དེ་ནས་ཐའེ་ཝན་གྱི་བུད་མེད་དེ་ཡིན་ན་ཉི་ཧོང་གི་བུད་མེད་རྩོམ་པ་པོ་དེ་ལ་རོགས་པ་བྱས་བྱས་ཡིན་ན་སྐྱེ་རྒྱུ་བྱས་ད་ནི་ཕ་ཚོ་ད་ཁ་བ་དྲོ་ནས་ཉམས་དོ་དྲོའི་འབྱོར་བ་འོང་དེ་ཆེད་ལེང་རན་ཙ་ལུས་ཤིང་ཀོ་ཆང་ཅུང་ཀོང་ཁྲ་ཐའེ་ཝན་དུ་ཧྲི་ཧུའེ་ཡིང་ཧྲི་ཝུན་ཧྭ་ཧི་ཅི་མིན་དུང་ཅོ་ཤ་དང་རིན་གྱིས་བཀང་ཞེས་སོགས་ནི་དེ་གཉིས་ནི་ཡར་མར་བར་འགྲུལ་བཞུད་བྱེད་དུས་ཙམ་པའི་རེད་བ། འགྲུལ་བཞུད་བྱེད་པའི་བརྒྱུད་རིམ་དེའི་ནང་ལ་ཡིན་ན་ནི། ཐའེ་ཝན་གྱི་སྤྱི་ཚོགས་ཆེད་ཐའེ་ཝན་གྱི་ཁ་ལག་ཆེད་ཐའེ་ཝན་གྱི་ཝུན་ཧྭ་ལ་ནི་ཤེས་བྱ་ཡོད་འདོད་ཤེས་ཡོན་ཆེད། ནི་མི་དམངས། དམིགས་བསལ་གྱིས་འཇར་པན་གྱིས་བཙན་འཛུལ་བྱེད་པའི་སྐབས་སུ་གི་མི་དམངས་ཀྱི་གནས་སྟངས་ཆོད་མར་བའི་འབྲེལ་བ་བཅོལ་བ་རིན་གྱིས་བཀང་ཞེས་ལ་ནི་ཕར་ཚུར་འབྲེལ་བ་འོང་དུས་ཚོ་ཚང་མ་ལོག་མཐོང་བ་རེད་བ། ཨོ་འདི་ཚང་མ་བྲིས་ཡོད་རེད་ས། ཞའོ་ཞའོ་ཐའོ་ཐན་ས་དེ་དམིགས་བསལ་དེ་ནི་ཇེ་ཧོ་ལུའི་ཤིང་ཅིའི་ལུའུ་ཡུས་ལི་ཧྲི་ཞའོ་ཞའོ་ཧྥུང་གོ་ས། དེའི་ནང་ལོ་རྒྱུམ་དེ་དམིགས་བསལ་དེ་ཡིན་ན། འགྲུལ་བཞུད་བྱེད་དུས་ཀྱི་དེ་འབྱོར་བ། ཟིན་ཐོ་དེ་བརྒྱབ། དེ་ནས་ལུག་རྒྱུད་དེ་ཡང་མ་སྟོན་འབྱོར་བ་འོ་དེ་བྱས། མའོ་ཞའོ་ཧན་དུ་ཐའེ་ཝན་དུ་ཧྲི་འུ་དེ་ནས་ཐའེ་ཝན་གྱི་ཁ་ལག་འདི་མང་པོ་ཅིག་བྲིས་བཞག་ས་ཐེབས་ནས་ན་ལོ་ལ། ཁྲའོ་ཝུན་ཧྭ་ཧོ་ཆང་ཧྲི་ཇིང་ཤང་ས་ནི་ཆ། རྒྱ་མི་དེ་ཚོ་རྒྱ་ད་ཐའེ་ཝན་དེ་ཚོ་བྱ་ཐུང་ཡང་དགའ་བོར་བ་ཡང་དེ་ཚོའི་བྱ་གི་ད་ཁོ་ཚོའི་བྱ་ཐུང་དང་ཅི་ཡོར་བ་དེ་ཚོ་བྲིས་བཞག་ས་དེ་ནས་གྲོང་ཁྱེར་གྱི་ལྟ་ན་སྡུག་པ་ཡུན་ཅུང་དེ་ཚོའི་བྲིས་བཞག་ས་ཐུང་གོ་ཉུས་ཤིང་ཧྲི་ཅུའེ་ཐའོ་ལུན་བུད་མེད་གཅིག་གི་ཐོག་ནས་ཅིག་ཐོང་ཐག་འཇོག་མ་རེ་འོང་འདི་ག་ལ་དྲོད་ལེན་བྱས་འཇོར་བ་ཐའོ་ལུན་ལུན་དྲོད་ལེན། མིང། མིང། དུང་ཕྱུར། ད་ལྟ་ཉི་ཧོང་གིས་ཐའེ་ཝན་བཙན་འཛུལ་བྱེད་དུས་ཀྱི་གནས་སྟངས་དེ་ཆེད་ཧྲེན་ཧྥེན་རོན་དུང་ང་ཚོས་ཀྱི་མི་ཡི Identity ཟེར་བ་ང་ཚོ་ངོ་བོ་འབྱོར་བ་འོང་དེ་ཆེད་དེ་ནས་ཡུལ་ཡན་ཆ་ཡིས་ས་སྐྱེས་ཕ་ཚུ་ད་འཇར་པན་གྱི་སྐད་དང་ཐའེ་ཝན་གྱི་སྐད་དེ་ཚོ་ལོགས་ཀ་ཅིག་སོང་ཙང་དེ་དེའི་དཔའ་རུ་ལ་མ་འདང་པའི་ཆ་བྱོན་མར་བ་འོང་དེ་ཅིག་བྱས། ཆོན་ལི་ཀོན་ཞིག་ས་འབྲེལ་ལམ། དབང་ཆ་གྱི་འབྲེལ་བ་བྱོན་མར་བ་འོང་དེ་ཚོ་ཤེས་བྱ་ས་འོས་ཤིང་མི་ཐུབ་པའི་ས་དབྱིན་ཝེ་ཏང་ཞེས་ཐའེ་ཝན་རི་བོན་ཅི་མིང་དེའི་ས་བཅུ། དེ་དེབ་དེ་ག་རེ་སྐད་ཆ་ཆེན་པོ་ཆགས་ལབ་པའི་ནི་སྤྱི་ལོ་གཅིག་སྟོང་དགུ་བརྒྱ་དགུ་སྤྱི་ལོ་སྤྱི་ལོ་གཅིག་སྟོང་བརྒྱད་བརྒྱ་དགུ་བཅུ་གོང་ལྔ་ནས་སྤྱི་ལོ་གཅིག་སྟོང་དགུ་བརྒྱ་ཞིབ་བཞེངས་བར་དུ་ཡིན་ན་ཉི་ཧོང་གི་ཐའེ་ཝན་དེ་བཙན་འཛུལ་བྱས་པ་རེད་ས་རེད་བ་རན་ཧྲུའུ་ཡུའི་དུང་ཀྲི་ཅེས་མཚོན་ས་རི་པིན་དེ་ཡིན་ན་ཨ་ནི་བཙན་འཛུལ་བྱས་པ་རེད་ས་ཐའེ་ཝན་དེར་བ་ཐའེ་ཝན་རན་ཧྲུའུ་རི་བན་རི་ཝུན་ཧྭ་ཡིན་ཤ་ཡོའུ་པའོ་ལིའུ་ལི་བན་དུ་ཝུན་ཧྭ་ས་ཨ་ནི་ཐའེ་ཝན་ནང་ལོགས་ལ་རི་པིན་གྱིས་བཙན་འཛུལ་བྱེད་རྒྱུ་རིང་པོ་འདས་ས་རི་པིན་གྱིས་དེ་བདེ་བྱོས་ཡོད་བ་ཇཱ་པན་གྱི་སྲོལ་རྒྱུན་དེ་ཚོ་ཕི་གིས་ལྷག་བསྡད་ཡོད་བ་ཞའོ་ཞའོ་ཧྲོའུ་ཧྥ་ཤན་ལི་ཀྲ་ཀྲུང་ཧྥུའུ་ཙཱ་ཧྲན་ཧྥུན་ས་ཨ་ནི་ཀྲུམ་དེ་ནང་ལ་ཡིན་ན་ད་དེ་ནང་ལ་དག་མི་རིགས་གཞན་པ་གྱིས་བཙན་འཛུལ་བྱེད་དུ་བརྩམས་པའི་འདི་ཚོའི་གི་རིག་གཞུང་དང་སྐད་ཡིག་དག་དེ་ཚོ་ལྷག་བསྡད་ཤོར་བ་མགོ་རྙོག་ཆེན་པོ་བྱུང་དེ་མ་སྟོན་བཞག་ཡོད་རེད་ས་ཨ་ནི་ཧྲུའུ་ཅུང་ཧྭ་ཡོ་ཧན་དོ་ཀོན་ཡུལ་ས་ཐེབས་ན་ད་དོ་འབྲེལ་བ་ག་འདྲེ་མང་པོ་དོ་ལ་ད་དོ་ག་རེ་བྲིས་དོ་ལབ་ཡིན་ན་ཧོ་ཆོ་ལུས་ཤིན་གྲུ་སིན་གྲུ་སིན་སི་རི་ལི་ན་ཕག་འབྱོ་དེ་གྱོ་འགྲུལ་ཤུལ་ཅིག་ཆེར་བ་ཐའི་ཝན་ཞའོ་ཆེར་ཐའི་ཝན་གྱི་ཁ་ལག་དེ་ཚོ་ཆེ་ཧྲི་ཆང་ཡུལ་བཅད་ཏའོ་ས་ཨ་ནི་ཚོང་རྒྱབ་ས་དང་ལང་ཀ་སྲང་ལམ་ཟིག་ར་བཅད་ཏའོ། ཉུལ་ཞིབ་བྱེད་ཅིང་དབྱེ་མི་དགོས་ཤིང་བུད་མེད་པ་རུ་གི་བརྗེད་ལམ་ཅིག་ཡོད་པ་གསལ་པོ་མཆིས་འོང་དེ་ཚོ་ཚང་མ་ལོ་ཁྲི་ཡོད་རེད། འོང་དེ་ལ་ལྟ་མོ་རང་གི་དེབ་འདི་ཐའེ་ཝན་གྱི་འགྲུལ་བཞུད་ཞེས་པ་འདི་ལ་ནི་རྒྱལ་སྤྱིའི་གི་གཟིངས་རྟགས་ཐོབ་པ་རེད། གཟིངས་རྟགས་ཐོབ་དུས་མོ་རང་སྐད་གཏམ་བཤད་གར་ཆད་དུ་ལབ་ཡིན་ན།

དེ་ནས་ཡིན་ན་ཐའེ་ཝན་འདིའི་ནང་ལོགས་ཀྱི་རྩོམ་འདི་ཡིན་ན་རྒྱལ་སྤྱི་ལ་ཁྱབ་ཡ་ད་ཡིན་ན་རྒྱལ་སྤྱི་གིས་དོ་སྣང་བྱེད་ཅིག་ཆ་ཞོས་ར། མོ་རང་རྒྱ་ཡིན་ན་མོ་རང་ཐའེ་ཝན་ལ་སྐྱེས་པ་འདི་ཡིན་ན་བསོད་ནམས་ཆེན་པོ་ཞིག་ཡིན་བསམ་གྱི་འདུག་ཞོས་ར་ཨ་ནི་ངའི་ཕ་ཡུལ་ཐའེ་ཝན་ར། ཐའེ་ཝན་གྱི་རྩོམ་རྩོམ་རིག་འདི་ཡིན་ན་ཨ་ནི་ལོ་བརྒྱ་ཕྲག་མང་པོ་ར་སོ་སོའི་རང་དབང་དང་ཨ་ནི་གཅིག་པ་ཆ་སྙོམས་འདི་འཐབ་རྩོད་བྱེད་བདེ་བོ་རེད་འདི་ནང་བཞིན་གྱི་ཐའེ་ཝན་གྱི་མི་དམངས་དེ་ཚོའི་ནད་ལས་ཆ་སྙོམས་ད། ཨ་ནི། རང་དབང་འདི་ཐབས་ཀྱི་ཆུ་བོ་རེད། མོ་དེ་འདྲའི་གཏམ་བཤད་ཅིག་བྱས་ཤག་མདོར་བསྡུས་ཏེ་ཨ་ནི་མོ་རང་གི་དེབ་དེ། ཨོ། ད་ལྟ་རྒྱ་ཡིག་ན་བྲིས་ཡོད་གསར་བ་རྒྱ་སྐད་ན་བྲིས་མགྱོགས་འདི་ཡིན་ན་རྒྱལ་སྤྱིའི་གི་དེབ་གི་གཟིངས་རྟགས་ར་ཡ་འདི་ཐོག་མ་དེ་ཆགས་བསྡད་ཡོད་རེད། འོང་འདི་མོ་རང། སྐད་གྲགས་ཆེན་པོ་ཅིག་ཆགས་ཏེ་བཞགས་སོང། ཐའེ་ཝན་གྱི་རྩོམ་པ་པོ་དེ་ལ་རྒྱལ་སྤྱིའི་གི་རྩོམ་རིག་གི་བྱ་དགའ་རག་རེད་བྱས་རྗེས་རྒྱལ་སྤྱིའི་ས་ཁ་ན་ཡང་སྐད་གྲགས་ཆེན་པོ་ཅིག་ཆགས་ཏེ་བཞགས་ལ་སོ་དེ་རིང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུན་མང་པོ་ཞིག་མཉམ་སྤྱོད་ཞུ་ཡའི་ལེ་ཚན་འདིར་འཇུག་འདོད་ཡིན། ལེ་ཚན་རྗུན་མའི་ནང་ང་ཚོ་ཡང་བསྐྱར་མཇལ་ཡོང་མ་མཇལ་བར་སྐུ་གཟུགས་ཐུགས་ཅག་ན་རོ་ན་ཞུ་བདེ་ཅག་མགོ།